ཕྱི་དང་དེ་ག་འདྲི་རེད་ཟེར་ན་ཕྱི་དང་དེ་ད་འདྲི་ཟེར་བ། འོང་ལགས་སོ། ཅི་བྱེད་ཅེ་ན་རེ་བ། གང་ཞིག་གཉིས་ཀ་རང་བཞིན་གྱིས་རུ་རུ་ངོ་ངོ་ལ་ནི་ཤི་རུ་ཤི་བའི་གཞུང་གི་སྐབས་སུ། ས་བ་ནོར་ཕན་ཚུན་སོ་སོ་མ་འདྲེས་པར་གནས་པ་དེ་བཤད། གང་ཞིག་གཉིས་ཀ་རང་བཞིན་གྱིས་དེ་གཞོག་གི་ཨུན་གྱི་དཀའ་ལས་གར་ས་གཉིས་པོ་ཀུ་བྱེད་ཅན་ཟེར་ཁྱེད་ལ་རི་ཐུར་གྱི་གཉིས་པོ་ཏུ་གཞན་རིགས་ནི་མུ་ཐུར་གྱི་གཉིས་པོ་ད་ལས་བསྡུ་བ་བསྡུ་བ་ལ་ནི་བསྟན་པ་ཅི་ཡོད་དེ། གང་གིས་ཤེ་ན་རྟོག་གེའི་རྟགས་སོགས་མ་ཡིན་པར་རང་བཞིན་གྱི་གཞི་དུ་མ་འདྲེས་པར་རང་རང་གི་ངོ་བོ་ལ་གནས་ཕྱིར། ས་བ་ནོར་འཕེན་ཚེ་སོ་སོར་མ་འདྲེས་པར་གནས་པ་དེ་ཤེས། ས་བ་ནོར་འཕེན་ཚེ་སོ་སོར་མ་འདྲེས་པར་གནས་པ་ཤེས་ཏེ། ས་བ་ནོར་འཕེན་ཚེ་ངོ་བོ་གཅིག་ལས་མི་གོ་བ་ཤེས། ས་བ་ནོར་འཕེན་ཚེ། ངོ་བོ་གཅིག་དང་གཅིག་མི་དགོས་པར་ངོ་བོ་ཐ་དད་སོ་སོར་སོ་སོར་གནས་པ་དེ་བར་གསུངས། ད་དེ་བཞིན་གཞི་སའི་ཡེ་ལ་ནོ་ཞེས་པའི་སྐབས་སུ་རྩ་བའི་སྐབས་སུ་བར་བསྟན་སོགས། རྩ་བ་ལས་རྫས་གཞན་པའི་ཕྱིར་དེ་བཞིན་མེད་པ་སྟེ། རེ་བ། དེ་བཞིན་གཞན་སའི་ཡིན་ལ་ནི་དེ་དེ་ཤུགས་ལ་རྒྱས་པར་ཟད། རེད་དོ་དེ་དང་ལྡན་པ་ན་ཐ་དད་ཉིད་ནི་ངེས་པར་འབྱེད་ཟད་དེ་ཁ་དོད་དེ་ལ། རྩ་བ་ནང་ཕན་ཚུན། མ་རེད། རྩ་བ་ལས་དེ་བཞིན་པའི་ཕྱིར་མེད་པར་བྱེད། ད་དེ། རྩ་ཆེན་པོ་གཅིག་ཡིན་སར་དག་གོ་ནོམ་པ་སངས་རྒྱས་པའི་ཐུན་མོང་མ་ཡིན་པར་བྱེད། ཕྱི་སངས་ངོ་བོ་གཅིག་ཡིན་པ་ཡིན་ན་ཡང། ཕྱི་སངས་ངོ་བོ་གཅིག་ཡིན་པ་ཡིན་ན་ཡང། རྩ་བ་ནང་ངོ་བོ་གཅིག་ཆགས་མི་དགོས་པ།

དཔེར་ན་ཤིང་རྟ་བུ་དེ་ཤ་བ་དུ་ངོ་གཅིག་ཆགས་འོང་དུས། ཤིང་དེ་ཤ་བ་དུ་ངོ་གཅིག་ཆགས་འོང་དུས་ས་ནི། ཤིང་དེ་ཤུད་པ་དུ་ངོ་གཅིག་ཡིན་ས་ནི། ཤ་ཤུད་ངོ་གཅིག་རེད་དགུག་རེད། ཤིང་ཁོ་རོ་ཤ་བ་དུ་ངོ་གཅིག་རེད། ཤིང་དེ་ཤུད་པ་དུ་ངོ་གཅིག་ཡིན་ན་ཤ་ཤུད་ཁོ་རོ་གཉིས་ནོ་ཕིས་ངོ་གཅིག་རེད་འདུག་རེད་ཟེར། དེས་ནི་གྲོང་ཁྱེར་དུ་ཞེ་དྲག་པ་གཉིས་ཀྱིས་ཟིག་གོ་ར་བ་དེས་ཟིག་དུས་གྲོང་ཁྱེར་གྱིས་ཤིང་དུ་ཤི་སའི་སྙིང་པོ་དེ་ངོ་གཅིག་ཆགས་ཀྱི་མ་རེད།